འདུས་བྱས་རྫས་ནས་ལོངས་ཉི་ཤུ་རྩ་བཞི། འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོའི་ཐོག་ལ་ཆིབས་བསྒྱུར་བསྐྱངས་པའི་གྱི་རིགས་མགོན་ཆོས་འཁོར་གླིང་གི་མཁན་རིན་པོ་ཆེ་དབུས་པའི་གྱི་མཁན་ལ་འབུལ་འདྲིའི་རྣམ་པ། ས་གནས།

བོད་རིགས་མང་ཚོགས་ཚོགས་པའི་ཀྱི་རྒྱུན་ལས་རྣམ་པ་དང། གཞུང་འབྲེལ་མ་ཡིན་པའི་ཀྱི་ཚོགས་པ་ཁག་གི་རྒྱུན་ལས་ལས་སྣེ་རྣམ་པ། འབྲེལ་དང་གལ་ཆེ་བའི་ཀྱི་མཛའ་བརྩེའི་མང་ཚོགས་རྣམ་པ་ལྷན་རྒྱས་ལགས། ངས་བཀའ་ཤག་དང། ང་རང་སྒེར་གྱི་ཚབ་ཞུས་རྗེས། རྣམ་པ་གཙོ་བོ་ལི་ཡར་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་སྔ་དང་མི་འདྲ་བའི། ནུབ་ཕྱོགས་གཙོས་ཕྱིའི་རྒྱལ་ཁབ་ཁག་ནང་ལ།

བཀའ་ཤག་གི་ངོས་ནས་བོད་མིའི་འདུས་སྡོད་གང་ཡོད་ས་ལ་ཡར་ག་ཚད་ཐུབ་ཐུབ་ཀྱི་ངོ་བཅར་ཞུས་ནས་འབྲེལ་ལམ་ཞུ་ཡས་འདི་གལ་ཆེན་པོ་ཅིག་བརྩི་གི་ཡོག་རེད། ད་རེས་འདས་ང་སུའུ་ཨིས་ལ་བཅར་ཐུབ་པ་དང། ད་རེས་དེའི་མཛད་སྒོའི་ཐོག་ལ་རྣམ་པ་མང་པོ་ཅིག་ཕེབས་ཤག་རྣམ་པ་ཚོ་མཇལ་བའི་ཐོག་ནས་བཀའ་མོལ་ཁ་ཤས་ཅིག་ཞུ་ཡས་བྱུང་བ་འདིས་གོ་སྐབས་བཟང་པོ་ཅིག་ལ་ངོས་འཛིན་ཞུ་གི་ཡོད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བྷེལ་ཞི་བདེའི་གཟེངས་རྟགས་ཕུལ་ཡས་ཀྱི་བོད་པ་རྒྱུ་མཚན་དོན་གཅིག་མཁྱེན་རབ་རྗེ་མཆོག་གིས། ཞིབ་ཕྲ་སྙན་སེང་ཞུས་གསུང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རླབས་ཆེན་གྱི་མཛད་པ་ཁྲི་རལ་སྤྱི་དང། ལྷག་པར་དུ། འཚེ་བ་མེད་པའི་སྒོ་ནས། བྱམས་པ་དང་སྙིང་རྗེ། བརྩེ་སེམས་ཀྱི་ཐོག་ནས་གཞན་ཕན་སྒྲུབ་རྒྱུ་དང། དེའི་ཐོག་ནས་འཇིག་རྟེན་ཀུན་ཁྱབ་ཀྱི། བདེ་སྐྱིད་ཀྲུའུ་ཡན། དེ་དང་ཕྱོགས་མཚུངས། རྒྱ་བོད་གཉིས་ཀྱི་དཀའ་རྙོག་དེའང། སེལ་བ་མེད་པའི་ལམ་མཆོག་ལ་བརྟེན་བྱས། དབུ་མའི་ལམ་གྱི་ཐོག་ནས་བསལ་ཡས་ཀྱི། དགོངས་བཞེས་དང། བཀའ་སློབ་ལམ་སྟོན་ཁག་ལ། བསྔགས་བརྗོད་དང་རྗེས་སུ་ཡི་རངས་ཀྱི་ཐོག་ནས། ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་བྱས། འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོར་མངའ་གསོལ་བ་ཅིག་རེད། དེ་འདྲ་སོང་བ་ཡིན་ཙང། ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པ་འདི་ཡིས། དྲང་བདེན་དང་བདེ་སྐྱིད་ལ་དགའ་བའི་སྐྱེ་བོ་མང་པོ་ཅིག་ལ་ཡང། བློ་སྐྱེད་གསར་བ་བསྐྲུན་ཐུབ་པ་བྱུང་བ་རེད། ལྷག་པར་དུ་ང་རང་ཚོ་བོད་ཀྱི་བདེན་མཐའ་གསལ་ཡས་ཀྱི་ཐོག་ལ། འཛམ་གླིང་ནང་རྒྱལ་ཁབ་དང་མང་ཚོགས་མང་པོ་ཞིག་གིས་རང་བཞིན་གྱིས་རྒྱབ་སྐྱོར་ཆེ་རུ་ཕྱིན་པའི་ཐོག་ནས། བོད་དོན་ཆབ་སྲིད་གནས་སྟངས་དེ་ཡང་འཛམ་བུ་གླིང་ནང་ལ་ཆུ་ཚད་མཐོ་པོ་ཅིག་སླེབས་པ་རེད། དེ་འབྲེལ་གྱི་མཛད་རྗེས་བཀའ་དྲིན་ཅན་བཀའ་དྲིན་ཆུང་བ་འདི་གས། སྙིང་ལ་བཅངས་པའི་ཐོག་ནས། ད་རིང་ངས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། བོད་མི་ཡོངས་ཀྱི་ཚབ་ཞུས་རྗེས། སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བས་ཡིན། དུས་ཆེན་འདིར་འབྲེལ་བའི་བཀའ་ཤག་གི་གསུང་བཤད། ད་རྗེས་གོང་དུ་སྙན་གསེང་ཞུས་པ་ཟོས་ཟིན་པ་དེ་རེད། ད་རྗེས་མཁན་རིན་པོ་ཆེ་འགིས་བཀའ་གནང་བ་ནང་བཞིན་རེད། སྤྱི་སྟངས་ང་ཚོ་དུས་དྲན་སྲུང་བརྩི་དགའ་དགའ་སྤྲོ་སྤྲོའི་ངང་ནས་ཞུ་གི་ཡོད་རེད་འདི་གལ་ཆེན་པོ་རེད། ཡིན་ན་ཡང་དེ་དང་མཉམ་དུ། ད་རྗེས་གོང་དུ་བཀའ་གནང་བ་ནང་བཞིན། སྐྱབས་མགོན་རིན་པོ་ཆེ་འགིས་དེ་རིང་གི་དུས་ཚེས་འདི་དང་ཐད་ཀར་འབྲེལ་བ་ཆགས་བས་ཀྱིས། ཨ་ནི་བྱམས་པ་དང་བརྩེ་བ། གཞན་ཕན་གྱི་བསམ་བློ། ལྷག་པར་དུ་དེ་རིགས་ཁ་སང་ཡིན་ན་ཁོར་ཡུག་གི་ཐོག་ལས་ང་ཚོ་ཚང་མས་དོ་སྣང་བྱེད་དགོས། རླབས་ཆེན་གྱི་བཀའ་སློབ་འདི་འགའི་རིགས་འདིས་ང་རང་ཚོའི་དྲན་པ་བྱས་བྱས། ད་ནི་གང་ཐུབ་ཐུབ་ཀྱིས་ཉམས་ལེན་གནང་ཡས་ཀྱིས་དམ་བཅའ་ཕྲན་བུའི་ཅིག་མེད་ནས་ཡང་དེ་རིང་བཟུང་ཐུབ་པ་ཡིན་ན། དེ་དུས་ཆེན་གྱི་གསུང་ཚིག་ངོ་མ་དེ་ཆགས་ཀྱི་ཡོད་རེད། ང་རང་ཚོ་བོད་རིགས་ལྟ་བུར་ཆགས་བཞག་པ་ཡིན་ནའང། བོད་ཀྱི་བདེན་དོན་དཀའ་རྙོག་འདི་སེལ་གྱི། ཐབས་ལམ་གཉིས་མེད་དབུ་མའི་ལམ་གྱི་མཛད་སྤྱོད་གཏན་འབེབས་བཀའ་དྲིན་བསྐྱངས་བ་གཙོ་བོར་བཟུང་བ་ཐོག་ནས་བོད་དང་མི་བོད་མི་རིགས་ཀྱི་ཐོག་ལ་སྐྱབས་མགོན་རིན་པོ་ཆེ་གྱི་ཐུགས་རྗེ་བཀའ་དྲིན་ང་རང་ཚོའི་བསམ་པའི་མངའ་ཁྱབ་པ་ཅིག་དང། ངག་ནས་བརྗོད་མ་ཐུབ་པའི་དེ་འདྲས་ཀྱི་བཀའ་དྲིན་བསྐྱངས་དང་ད་ལྟ་སྐྱོང་ན་སྐྱོང་བཞིན་པ་ཞིག་རེད། དེ་ཚོ་ཡིན་ན་ཡང་ང་ཚོས་རྒྱུན་དུ་མ་བརྗེད་པའི་ཐོག་ནས་བཀའ་དྲིན་རྗེས་དྲན་ཞུ་ཡས་དང། ལྷག་པར་དུ། གོང་ས་སྐྱབས་མགོན་ཆེན་པོ་མཆོག། སྐུ་ཚེ་ཡུན་དུ་ཡུན་དུ་གནས་ཐུབ་བས་ཀྱི། སྨོན་ལམ་ཞུ་བས་འདི་ཚོ་ཞུ་རྒྱུ་གལ་ཆེན་པོ་རེད། གཞོན་སྐྱེས་མང་པོ་འཚར་ལོངས་ཡོང་གི་ཡོད་རེད་མི་རབས་རྒན་པ་ཚོ་ང་ཚོ་འདུག་གྲོ་བསྡད་ཀྱི་ཡོད་རེད། དེ་འདྲའི་གནས་སྟངས་ཀྱི་ཆ་ནས། སྐྱབས་མགོན་རིན་པོ་ཆེ་གི་མཛད་པ་འཕྲིན་ལས་དང། བོད་དང་བོད་མི་རིགས་ཀྱི་ཐོག་ལ་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་གང་བསྐྱངས་པ་དེ་གས། མི་རབས་གསར་བ་ད་ལྟ་གཞོན་སྐྱེས་དང་མི་རབས་གསར་པ་ཡོང་མཁན་ཚོས་ཀྱི་དེ་ཚོའི་ཐོག་ལ། སློབ་སྦྱོང་གནང་ཡས་དེ་ཞུ་གལ་ཆེན་པོ་རེད། ད་ལྟ་བོད་ནང་ལ་ད་ཅི་བཀའ་ཤག་གི་གསུང་བཤད་ནང་དུ་ཡོད་པ་ནང་བཞིན་རེད། ཕུགས་རྒྱང་རིང་པོའི་རྒྱ་མུས་ཀྱི་ངན་བྱོས་ཐོག་ནས་རྒྱ་ནག་དམར་པོའི་གཞུང་ནས་བོད་ནང་ལས་སྐྱབས་མགོན་རིན་པོ་ཆེ་གི་མཛད་པ་འཕྲིན་ལས་འདི་གས་ཐོས་རྒྱུ་དང་མཐོང་རྒྱུ་མེད་པ་བཟོ་ཡས་ཀྱི་འཆར་གཞི་བཏིང་གནང་གི་ཡོད་རེད་དེ་རྣམ་པ་དེ་ཡི་རྗེས་ཐོག་ནས་གཟིགས་བསྡད་ཡོད་རེད་མང་ཅིག་གིས་མཁྱེན་གྱི་ཡོད་རེད། དེ་འབྲེལ་གྱི་གནས་སྟངས་ཀྱི་ཐོག་ནས། ཆབ་སྲིད་དང་མ་འོངས་ལོ་རྒྱུས་གང་ཅིའི་ཆ་ནས་ང་རང་ཚོའི་མི་རབས་གསར་བ་ཡོང་མཁན་ཚོས་ཀྱིས་སྐྱབས་མགོན་རིན་པོ་ཆེ་གི་མཛད་པ་འཕྲིན་ལས་དང། བོད་མི་རིགས་ཀྱི་ཐོག་ལ་ཡང་ཐུགས་རྗེ་བཀའ་དྲིན་ག་རེ་བསྐྱངས་བ་འདི་གས་སེམས་ལ་བཅངས་བའི་ཐོག་ནས་བཀའ་དྲིན་རྗེས་དྲན་ཞུ་ཡས་འདི་དེ་བས་གལ་ཆེན་པོ་ཆགས་བསྡད་ཡོད་རེད། སྤྱིར་རྣམ་པ་ཚོས་དེ་ཚོའི་ཐོག་ལ་ཐུགས་སྣང་མ་བྱུང་བ་ཅིག་གནང་དགོས་རེད་ཟེར་རྗེས་ངས་དེ་རིང་འབོད་སྐུལ་ཞུ་ཡས་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། བོད་ཀྱི་བདེན་དོན་གྱི་མདུན་ལམ་དང་དུས་ཀྱི་མགོ་བོར་གང་ཡིན་པ་གསལ་གསལ་གྱི་ཐོག་ནས་བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་དང་འཛིན་སྐྱོང་གི་འགན་ཆ་ཚང་མང་ཚོགས་ཀྱི་དབུ་ཁྲིད་བྱས་བོད་འདེམས་བྱས་བས་ཀྱི། འགོ་ཁྲིད་ཚོར་ངས་རྩིས་སྤྲོད་གནང་བྱས་ད་ཆ་ལོ་ངོ་ད་གཉིས་ལྷག་བརྒལ་ཟིན་པ་རེད། བཀའ་ཤག་སྐབས་བཅུ་བཞི་བའི་གི་ངོས་ནས་ཡང། མཛད་འགན་བཞེས་བྱས་ད་ལོ་ངོ་གཉིས་ད་ལྷག་འགྲོ་ཟིན་པ་རེད། བོད་དང་བོད་མིའི་ཆབ་སྲིད་ཀྱི། འཕོ་འགྱུར་གྱི། སོ་མཚམས་གལ་གནད་ཆེ་བའི་གི་དུས་ཡུན་དེའི་རིང་ལ། གཙོ་བོ་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་དང། མང་ཚོགས་ཀྱི་འགྱུར་བ་མེད་པའི་རྒྱབ་སྐྱོར། གཞུང་ཞབས་ལས་བྱེད་རྣམ་པ་ཚོའི་གི་ངོས་ནས་ཡིན་ན་ཡང། ཕྱར་གྲུ་མཉམ་འདེགས་ཀྱི་ནུས་པའི་ཐོག་ནས། སྲིད་སྐྱོང་མཆོག་གི་དབུ་ཁྲིད་པའི་བཀའ་ཤག་གིས། ཞབས་འདེགས་ཚ་ལ་ཕྲན་བུ་ཅིག་ཞུ་ཐུབ་འི་གི་གོ་སྐབས་བྱུང་བ་རེད། ད་ལྟ་ཡིན་ནའི་འདི་ཞབས་འདེགས་ཞུ་དང་ཞུ་བཞིན་པ་རེད། དེ་ཚོ། སེམས་ལ་བཅངས་པའི་ཐོག་ནས་འཚོ་བ་དང་ལྡན་པའི་ཐོག་ནས་ད་རེས་ངས་གོ་སྐབས་འདི་བཟུང་བྱས། མང་ཚོགས་རྣམ་པ་ཚོ་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན། མ་འོངས་པ་ལ་ཡིན་ན་ཡང་དེ་དེ་བཞིན་གྱི་རྒྱབ་སྐྱོར་གནང་ཡ་དང། གནང་ཡ་གལ་ཆེན་པོ་རེད་བྱས་ཙང་གནང་རོགས་གནང་ཟེར་གྱི་ངས་འབོད་སྐུལ་ཞུ་ཡས་ཡིན། བོད་མིའི་སྒྲིག་འཛུགས་ཀྱི་གྲུབ་ཆ་གཙོ་བོ། བོད་ཀྱི་བདེན་དོན་གསལ་ཐབས་བྱས་ཡ་དང། བཙན་བྱོལ་ནང་ལ་ཡོད་པའི་བོད་མི་ཚོས་ཀྱིས་རེ་བ་སྡུག་བསྔལ་གཟིགས་རྟོག་བྱས་དེ་རེད། དེ་གཉིས་ཀྱི་ནང་ནས་གཙོ་ཆེ་བ་དང་གལ་ཆེ་བ་འདི་བོད་དོན་བདེན་མཐའ་གསལ་ཐབས་བྱེད་ཡ་དང། བོད་ནང་ལ་ཡོད་པའི་བོད་རིགས་སྤུན་ཟླ་ཚོས་ཀྱི་དཀའ་སྡུག་ལས་གྲོལ་ཐུབ་པ་བྱེད་ཡ་དང། ལྷག་པར་དུ་ཁོང་ཚོས་ཀྱི་མངོན་འདོད་ག་རེ་ཡོད་པ་འདི་ང་ཚོས་བསྒྲུབ་ཐུབ་པ་བྱེད་ཡ་རེད། འདི་བསྒྲུབ་ཡས་ཀྱི་ཐབས་ལམ་ད་ལྟའི་ཆ་ལ་དབུ་མའི་ལམ་ལས་གཞན་པའི་ཀྱི། ཐབས་ལམ་ངེས་པ་རྙེད་པ་བཞི་དང། མང་གཙོའི་ལམ་སྲོལ་གྱི་ཐོག་ནས་གཏན་འབེབས་བྱས་པའི་ཐབས་ལམ་གཞན་པ་དེ་ཀུན་གྱིས་ཡོག་མ་རེད། དེ་ཡིན་ཚང་མས་དགོངས་པར་བྱ་ཡ་གལ་ཆེན་པོ་རེད། དེ་འདྲ་སོང་ཙང་ཚང་མས་ཀྱིས། བོད་མིའི་སྒྲིག་འཛུགས་ལ་དབུ་འོག་དཔུང་འདེགས་ཀྱི་རྒྱབ་སྐྱོར་ཡོད་པ་ནང་བཞིན། དབུ་མའི་ལམ་གྱི་ཐབས་ལམ་ཐོག་ལ་ཕད་ཐུག་པ་གནང་ཡ་དེ་ཞེ་བོ་གལ་ཆེན་པོ་རེད། དུས་ཚོད་རིང་པོར་མ་སོང་བའི། ཐོག་ནས་དབུ་མའི་ལམ་གྱི་ཐོག་ནས་བོད་དོན་དཀའ་རྙོག་སེལ་ཡས་ཀྱི་ཐོག་ལ་ཚང་མས་ཀྱི་ནུས་པ་མཉམ་སྤུངས་བྱེད་ཡས་དེ་དུས་ཀྱི་དགོས་མཁོར་ཆགས་བསྡད་ཡོད་རེད། ད་ལྟ་འདི་ནས་བཀའ་ཤག་གི་གསུང་བཤད་ནང་ཡོད་པ་ནང་བཞིན་རེད། ཉེ་ཆར་སྐྱབས་མགོན་རིན་པོ་ཆེ་གིས་དབུ་མའི་ལམ་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེ་གིས་གསལ་བཤད་ཚོགས་ཞུགས་རིང་ལ་ཡ།

བོད་མིའི་སྒྲིག་འཛུགས་ངོས་ནས་གལ་ཆེན་པོ་ཆེ་བྱས་ཡིག་ཆ་མང་པོ་བཀྲམས་ཡོད་རེད། རྣམ་པ་ཚོའི་དུས་ཚོད་ཐོག་ལ་ཡང་ཐུགས་ཞིབ་གནང་གི་ཡོད་ཤག་ཡིན། ཡིན་ན་ཡང། ད་རེས་གོ་སྐབས་འདི་བཟུང་བའི་ཐོག་ནས་དོན་ཚན་གཉིས་གཅིག་སྒང་ལ་ཡར། འཕྲལ་འབུལ་ཞུ་འདོད་བྱུང། དོན་ཚན་དང་པོ་འདི། དབུ་མའི་ལམ་གྱི་སྙིང་དོན་འདི། ག་རེ་རེད་ལབ་པ་ཡིན་ན། ང་རང་ཚོ་རྒྱལ་རབས་ལོ་རྒྱུས་ཀྱི་ཆ་ནས། རང་བཙན་ཡིན་པའི་གནས་སྟངས་ཅིག་ཡོད་པ་རེད། དེ་ལ་ཡང་ང་ཚོ་འགྱུར་བ་འགྲོ་ཐབས་ཡོད་པ་མ་རེད་སྤྱི་བཏང་འདིའི་སྐོར་ལ། དཔེར་ན་ད་ང་ཚོས་ཆོས་རྒྱལ་ཚོའི་སྐབས་ནས་རྒྱལ་རབས་ལུགས་རྒྱུད་ཀྱི་ཐོག་ནས་བཞེད་སྲོལ་ཅིག་ཡོད་རེད། ལྷག་པར་དུ་དུས་རབས་བཅུ་དགུ་བའི་ཐོག་ནང་དགུའི་གནས་སྟངས་ཀྱི་ཐོག་ནས་ཡང་ང་ཚོ་རང་བཙན་ཡིན་དང་མ་ཡིན་གྱི་ཐོག་ལ་ང་ཚོ་བཀའ་མོལ་དང་དེ་ཐོག་ལ་ཡང་གང་ལྟར་དྲོངས་པོ་བཞེས་དགོས་པ་ཅིག་ཆགས་ཀྱི་ཡོད་རེད། འདི་ཚོའི་ཐོག་ལ། ཉེ་བའི་ཆར་ལ་ཡང་དཔལ་ལྡན་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེས་དེ་སུའི་ཚོགས་ལ་ཕེབས་བྱས། བཀའ་སློབ་ཟབ་པོ་གནང་བཞག་རྣམ་པ་ཚོ་དེ་ཚོའི་ཐོག་ལ་ཡང་ཏན་ཏན་བཀའ་སློབ་གསན་པ་ཙམ་པོ་མིན་པའི་ཐོག་ནས་གནད་འགག་གི་ཐོག་ནས་དེ་ག་གནད་འགག་ག་རེ་ཆགས་ཀྱི་ཡོད་མེད་དེ་ཚོའི་དགོངས་པ་ལ་བཞག་པའི་ཐོག་ནས་སློབ་སྦྱོང་གནང་ཡ་དེ་ཞི་བ་ཆེ་གལ་ཆེན་པོ་རེད། ངས་ཞུ་ཡས་དེ། རྒྱལ་རབས་ལོ་རྒྱུས་ཀྱི་ཆ་ནས་ང་ཚོ་རང་བཙན་ཡིན་པ་དེ་ལ་འགྱུར་བ་འགྲོ་ཡས་ང་ཚོ་ངོས་ལེན་བྱེད་ཐབས་ཡོག་མ་རེད་ལ། བྱེད་ཐབས་མེད་པའི་ཐོག་ནས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་ཁ་བྲལ་དུ་མི་འགྲོ་བའི་གི་ཐག་གཅིག་དང། ད་ལྟའི་བོད་ནང་གི་གནས་སྟངས་རྒྱ་མིའི་གདུག་རྩུབ་འོག་ལ་མྱོང་བཞིན་པའི་གནས་སྟངས་འདི་གི་མཐའ་གཉིས་ཀྱི། འདི་གཉིས་དང་བྲལ་བའི་ལམ་དབུ་མ་ཞིག་ཐོག་ནས་བོད་དོན་བདེན་མཐའ་གསལ་ཐབས་བྱེད་ཡ་དེ་རེད། དེ་ཡང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གསར་ཁྲིམས་ནང་ལ་གསལ་བའི་གྱི་དོན་ཚན་ཁག་དང། མི་རིགས་རང་སྐྱོང་གི་སྒྲིག་གཞི་ཁག་གི་ནང་ལ་གསལ་བའི་གྱི་ཆ་རྐྱེན་འདི་གས་མིང་དོན་མཚུངས་པའི་ཐོག་ནས་ལག་བསྟར་གྱིས་བོད་རིགས་ཡོངས་ལ་འཛིན་སྐྱོང་གཅིག་གི་འོག་ལ་གནས་ཐུབ་པའི་གྱི་རང་སྐྱོང་གི་སྒྲིག་འཛུགས་བསྐྲུན་ཡས་དེ་རེད། འདིས་དབུ་མའི་ལབ་གྱི་སྙིང་དོན་ཡང་ཆགས་ཀྱི་ཡོག་རེད་ལགས། ང་ཚོ་བོད་རྒྱ་འབྲེལ་མོལ་གནང་བའི་སྐབས་སུ་ལ་ཡིན་ན་ཡང། དེའི་ཐོག་ནས་ང་ཚོའི་གི་ཆ་རྐྱེན་དེ་དོར་ཐབས་མེད་པའི་ཆ་རྐྱེན་བཅས་ཆགས་བསྡད་ཡོད་རེད། དེ་དབུ་མའི་ལམ་གྱི་སྙིང་དོན་འདྲ་བོ་དེ་རེད་འདུག་རྣམ་པ་ཚོས་གི་ཅི་ལྟར་མཁྱེན་གྱི་ཡོད་རེད་དེ་ད་རིང་གཞོན་སྐྱེས་མང་པོ་ཡོད་ཙང་ངས་ཨ་ལས་སྙིང་བསྡུས་འདྲ་བོ་ཅིག་སྙན་སང་ཞུས་ན་བསམ་བྱུང། དེ་དང་མཉམ་དུ་དབུ་མའི་ལམ་ལག་བསྟར་བྱས་པ་ནས་བཟུང་བྱས། ང་ཚོ་གྲུབ་འབྲས་མང་པོ་བྱུང་འདོད་ཡག་རེད། ང་ཚོ་ཞིབ་ཚགས་པོ་བལྟས་པ་ཡིན་ནའང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ལོ་སྨད་ནས་དབུ་མའི་ལམ་གྱི་ཐོག་ལ་ལག་བསྟར་དང་ང་ཚོ་ཤར་སྐྱོད་བྱས་ཡས་ཀྱི་གསལ་བསྒྲགས་དེ་ཟིན་པ་དེ་རེད། དེའི་རྒྱུ་རྐྱེན་ལ་བརྟེན་ནས་བོད་ནང་ལ་སྐུ་ཚབ་རིམ་པ་མང་པོ་ཕེབས་ཐུབ་པ་རེད། ཕེབས་ཐུབ་ཡས་ཀྱི། ཐོག་ནས་བོད་གཞིས་བྱེས་གཉིས་ཀྱི་དཔའ་རུ་ལ་ཡིན་ན་ཡང་འབྲེལ་ལམ་གསར་བ་ཅིག་བཙུགས་ཐུབ་པ་རེད། འབྲེལ་ལམ་དེ་ནི་རྒྱུད་ཆད་ད་ལྟའི་ཆར་ལ་དེ་སྔ་བྱུང་མ་མྱོང་བས་ཀྱི་བོད་ཆོལ་ཁ་གསུམ་གྱི་ནང་ལ་བསམ་བློའི་ཀྱི་ཆིག་སྒྲིལ་དང་ནུས་པ་དེ་ཧ་ཅང་གི་གཏིང་ཟབ་པོ་ཅིག་བཙུགས་ཐུབ་པ་བྱུང་བསྡད་ཡོད་རེད། དེ་དང་མཉམ་དུ་རྒྱ་ནག་གཞུང་ལ་བོད་ཀྱི་དཀའ་རྙོག་སེལ་གྱི། ང་ཚོའི་ངོས་ནས་ཐབས་ཇུས་ག་རེ་ཡིན་པ་དེ་ཡང་གསལ་པོ་བཟོ་ཐུབ་པ་ཅིག་བྱུང་བསྡད་ཡོད་རེད་ལ། གསལ་པོ་བཟོ་ཐུབ་པ་མ་ཟད་ང་ཚོའི་དགོས་འདུན་ག་རེ་ཡིན་པ་འདི་ཡང་གསལ་པོ་ཅིག་བཟོ་ཐུབ་པ་རེད། དེའི་ཐོག་ནས་ང་ཚོས་ཀྱི་དོར་ཐབས་མེད་པའི་ཆ་རྐྱེན་ག་རེ་ཡིན་པ་འདི་གས་ཁས་ལེན་བྱེད་ཐབས་མེད་པའི་ཆ་རྐྱེན་ག་རེ་ཡིན་པ་འདི་ཚོས་ང་ཚོས་གསལ་པོ་ཅིག་བཟོ་ཐུབ་པ་རེད། དེའི་རྒྱུ་རྐྱེན་ལ་བལྟས་ཚེ། འཛམ་བུ་གླིང་ནང་ལ་རྒྱལ་ཁབ་མང་པོས་དེ་སྔ་ང་ཚོའི་དགྲ་བོའི་སྟོབས་ཤུགས་ལ་བལྟས་ཚེ། ཐེ་བསམ་པའི་ཐོག་ནས། ཡང་ན། རྒྱ་ནག་གཞུང་ལ་ཡང། གདོང་ལེན་གྱི་འཛེམས་ཟོན་ལ་བརྟེན་ནས་ང་ཚོ་རྒྱབ་སྐྱོར་བྱས་ཀྱི་ཐོག་ལ། དཀའ་ངལ་ཏོག་ཟེར་གྱི་ཡོད་རེད། ཡིན་ནའི་དབུ་མའི་ལམ་གྱི་ཐབས་བྱུས་འདིས་གཏན་ལ་ཕབ་པའི་རྗེས་ལ། རྒྱ་ནག་གཞུང་ལ་འགྲན་སེམས་དང་དོགས་སེམས་མེད་པའི་ཐོག་ནས། ང་ཚོས་བོད་དོན་བདེན་མཐའ་གསལ་ཐབས་ཐོག་ཏུ་རྒྱབ་སྐྱོར་བྱེད་ངེས་ཀྱི། རྒྱལ་ཁབ་དང་གཞུང། མང་གཙོ། ཧ་ལས་པའི་མང་དུ་ཕྱིན་དགོས་ཡོད། དེ་ཚོ་ཚང་མ། དབུ་མའི་ལམ་གྱི་ལས་དོན་ཐོག་ལམ་ཕྱོགས་ལ་ཕྱིན་པའི་གྲུབ་འབྲས་ཅིག་ཡིན་པ་མ་ཟད། མ་འོངས་པ་ལ་ཡིན་ན་ཡང། བོད་དོན་བདེན་མཐའ་གསལ་ཐུབ་བས་ཀྱི་ཐོག་ལ། མ་རྩ་གཏིང་ཟབ་པོ་ཞིག་ཆགས་བསྡད་ཡོད་རེད། དེ་ཚོ་ང་ཚོས་དོ་སྣང་བྱེད་དགོས་ཏེ་ཞུ་གལ་ཆེན་པོ་རེད། ལྷག་པར་དུ་གཞོན་སྐྱེས་ཚོའི་ངོས་ནས། དབུ་མའི་ལམ་གྱི་གོ་བ་རྒྱུ་མཚན་དང། གྲུབ་འབྲས་གནད་འགག་ག་རེ་ཡོད་པ་དེ་ཚོ་མཁྱེན་པའི་ཐོག་ནས། ཨ་རི་བོད་དོན་ཐོག་ལ་ལས་འགུལ་སྤེལ་གནང་བ་ཡིན་ན་ཡང་རེད། མཉམ་ཞུགས་གནང་བ་ཡིན་ན་ཡང་རང་རེད། ག་རེ་བྱས་པ་ཡིན་ན་ཡང་ཏན་ཏན་དོན་སྙིང་ལྡན་པ་ཅིག་ཡོང་ཡ་ལ་ཡར་ཐུགས་ཕན་གསོས་ཀྱི་རེད་བྱས་ཙང་ཚང་མས་འདི་ཐོག་ལ་ཡར་སློབ་སྦྱོང་གནང་རོགས་གནང་ཚེ་ཅེས་འབོད་སྐུལ་ཞུ་ཡ་ཡིན། དབུ་མའི་ལམ་གྱིས་བོད་དོན་གསལ་ཁ་གསལ་གྱི་ཐབས་ལམ། འདི་མེད་པའི་ལམ་ཕྱོགས་ཞེས་པ་གཟིགས་མོ་དུ་གསུང་མཁན་གྱི་ཡོག་རེད། གསུང་གི་ཡོག་རེད། ཡིན་ན་ཡང། དེ་ཚོ་གླེང་བའི་སྐབས་སུ་ལ། ང་ཚོ་ཚང་མ་བོད་རིགས་ཡིན་པ་གཅིག་པ་རེད། ཆིག་སྒྲིལ་དགོས་ཀྱི་ཡོད་པ་གཅིག་པ་རེད། རྒྱ་ཆེ་ས་དང། གཏིང་ཟབ་ས་ནས། བོད་མིའི་ཆིག་སྒྲིལ་གྱི་ནུས་པ། གོང་བུ་ལ་མ་གནོད་པའི་གྱི་དགོངས་པ་བཞེས་ཏེ་ཞུ་གལ་ཆེན་པོ་རེད་དེ་ཚོ་གནད་འགག་རེད། དུས་ཚོད་ཐོག་ལ་ཡིན་ན་ཡང་ཚང་མས་དགོངས་བཞེས་གནང་ཡ་དེ་ཞུ་རྒྱུ་གལ་ཆེན་པོ་རེད་ཟེར་རྗེས་ངས་ད་རིང་ཨ་ལེ། དབུ་མའི་ལམ་གྱི་གནད་དོན་ཐོག་ལ་ཨ་ལེ། གནད་འགག་ཆེ་བའི་དོན་ཚན་རེ་གཉིས་འགྲོ་བསྡུ་ཞུ་ཡས་འབད་བརྩོན་ཞུས་པ་ཡིན། དེ་དང་ཕྱོགས་མཚུངས། ད་ཅིའི་དེ་ནས་མཁན་རིན་པོ་ཆེ་འགས་ལྷང་ཚང་གནང་སོང་ལ། ང་ཚོ་བོད་རིགས་མང་པོ་ཞི་བ་བྱེད། ཟམ་མ་ཆད་པར་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡ། གཏན་སྡོད་བྱས་བྱེད་ཀྱི་ཡོད་རེད་ལ་གྲངས་འབོར་ཡང་མང་དུ་འགྲོ་གི་ཡོད་ད་ཅི་གོང་དུ་ཞུས་པ་ནང་བཞིན་ཡིན་ནའི་དེ་ནི་ཡང་ག་དུས་ཡིན་ནའི་ང་ཚོར་དགོངས་པ་ཅི་བཞེས་དགོས་འདུག་ཕྱི་རྒྱལ་ཡུལ་གྲུ་ཁག་ལ་བསྟན་བཤིག་གནང་ཡ་དེ་ལ་ཡ་གད་སྐྱོན་གཉིས་འགྲོ་བཞིན་ཡོད་རེད་དེ་སྤྱིའི་ཆ་ནས་བུ་རང་བཞིན་གྱི་རེད། རྒྱས་ཀྱི་ཆ་ནས་བཤད་པ་ཡིན་ན། ང་རང་ཚོའི་བོད་མི་ཚོས་ཀྱི་དཔལ་འབྱོར་གནས་བབ་ཐོག་ལ་ཡར་རྒྱས། དང་འདི་འདྲས་ཡོང་ཡས་ཀྱི་གོ་སྐབས་ཆེན་པོ་ཅིག་ཡོང་བ་རེད། དེ་ལས་གལ་ཆེ་བ་གཅིག། གཞོན་སྐྱེས་འཚར་ལོངས་མི་རབས་གསར་པ་འདི་ཚོ་ལ་ཡང། སློབ་སྦྱོང་གི་གོ་སྐབས་སློབ་སྦྱོང་ཚད་མཐོ་པོ་བྱེད་ཡས་དང། གནད་འགག་ཆེན་པོ་བྱེད་ཡས་ཀྱི་གོ་སྐབས་བཟང་པོ་བཅས་ཡོད་རེད། དེ་དང་མཉམ་དུ། རྒྱལ་ཁབ་སོ་སོའི་གི་གོམས་གཤིས་དང། ཁོར་ཡུག་གི་ཆ་ནས། ཞན་ཆ་ག་རེ་ཡོང་གི་ཡོད་ཟེར་བ་ཡིན་ན། ང་རང་ཚོའི། ཕ་མེས་ནས་ཆད་པའི་རིག་གཞུང་བཟང་པོ་དང། ཡ་རབས་བཟང་སྤྱོད་ཀྱི་གོམས་གཤིས། དུས་ཚོད་ཐོག་ལ་ཐུགས་སྣང་མེད་བས་ཀྱི་ཉམས་ཆག་འགྲོ་ཡས་ཀྱི་ཉེན་ཁ་དེ་ཤུགས་ཆེན་པོ་ཞིག་རག་རེད། དེ་དང་ཆབས་ཅིག་ང་ཚོ་རིག་གཞུང་གི་རྩ་བ་སྐད་ཡིག་རེད། སྐད་ཡིག་ལ་ཡང་ཉམས་ཆག་འགྲོ་ཡས་ཀྱི་ཉེན་ཁ་ཅིག་ང་ཚོ་མཐོང་གི་ཡོད་རེད། རྒྱ་ཆེ་ས་ནས་བཤད་པ་ཡིན་ན། མི་རིགས་དང་རྒྱལ་ཁབ་ཀྱི་ལ་རྒྱ་ལ་ཡིན་ན་ཡང་ཐུགས་སྣང་ཆུང་སྐྱོན་གྱིས་དེ་འདྲས་ཡོང་ཡས་ཀྱི་ཉེན་ཁ་ཡོད་རེད། ཁྱེད་ཚང་འདི་ཚོའི་ཐོག་ལ་ཡང་ཉེན་ཁ་དེ་ཚོའི་དང་མ་ཆད་བར་གྱི་ཚང་མས་དགོངས་པ་བཞེས་དགོས་དེ་གལ་ཆེན་པོ་རེད། ང་ཚོ་ནུབ་ཕྱོགས་རྒྱལ་ཁབ་འགའ་ཤས་ནང་ལ་ཡར་བཅར་བའི་སྐབས་སུ་ལ། བལ་སུད་ནང་ལ་ཡིན་ནས་དེ་དེ་བཞིན་ཡིན་གྱི་རེད། སྐྱབས་མགོན་རིན་པོ་ཆེན་གྱིས་ཐུགས་རྗེ་གཟིགས་པ་ལ་བརྟེན་ནས། ང་རང་ཚོ་ཁ་ནས་ང་བོད་པ་ཡིན་ཟེར་ན་བོད་རིགས་ཡིན་ལབ་པ་ཙམ་གྱིས། གནས་ཡུལ་མང་ཚོགས་མི་མང་ཚོས་ཀྱིས་ང་ཚོར་ཡར་གདོང་ལེན་བྱེད་ཆོག། འཚོ་བ་བརྟེན་ཆོག། བྱམས་སྙིང་རྗེ་གི་རྣམ་འགྱུར་བསྟན་སྟངས་འདིས། མི་རིགས་གཞན་པ་དང་མ་འདྲ་བ་ཞིག་ང་ཚོར་བྱེད་ཀྱི་ཡོད་རེད། ངས་གཙོ་བོ་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ཡིན་པ་འདི་མ་བརྗེད་པར་གནང་དགོས་རེད། དེ་དང་མཉམ་དུ། སྐྱབས་མགོན་རིན་པོ་ཆེའི་ཐུགས་ཕམ་འགྲོ་གཞི་དང། མཚན་བཤད་འགྲོ་ཡས་ཀྱི་ལས་དོན་འདི་ཚོ། སྣང་མ་འོ་བའི་ཐོག་ལ་འབད་བརྩོན་གནང་དགོས་རེད། གལ་ཆེ་ཤོས་ང་རང་ཚོ་མི་རེ་ངོ་རེ་ངོས་ནས། སོ་སོའི་ཕ་མེས་ནས་ཆད་པས་ཀྱི། བཟང་པོའི་གི་སྤྱོད་པ་ཡ་རབས་བཟང་སྤྱོད་བྱེད་ཡས་དང་དེ་ཚོའི་ཐོག་ལ། ཐུགས་མ་ཤོར་རི་ན་ཡ། ཆེ་ཤོར་དང་མི་འབོར་དང། དག་སྣང་དཔྱ་དངུལ་གྱི། དངུལ་འབོར་གྱི་གྲངས་ཀ་ཁང་གཅིག་གཉིས་ཀའི་ཐོག་ནས། མང་ཤོར་ཕུལ་ངའི་གྲས་ཤིག་སུའུ་ཟི་ལན་ཆགས་ཀྱི་ཡོད་རེད། བྱས་ཙང་ངས་ད་རེས་འདིའི་གོ་སྐབས་འདི་ཟིན་པའི་ཐོག་ནས། རྣམ་པ་ཚོ་ཚང་མ་ལ་ཡ། ཐུགས་རྗེ་ཆེ་ཞུ་ཡས་ཡིན། ད་དུང་ཡིན་ན་ཡང། ཡར་རྒྱས་ལ་བཏང་ཡས་ཀྱི་ཡར་རྒྱས་འགྲོ་ཐུབ་ཡས་ལ་ཡ་གཞི་གདན་ཆེན་པོ་ཡོག་རེད། ཚང་མས་འདིའི་ཐོག་ལ་ཡ་མུ་མཐུན་ཐུགས་ཁུར་བྱེད་རོགས་གནང་ཞུ་ཡས་ཡིན། དང་བླངས་དཔྱ་དངུལ་ཕུལ་ཡས་དེ་དཔལ་འབྱོར་གྱི་རྒྱབ་རྟེན་ཙམ་དུ་མེད་པས་མིན་པས་ཆབ་སྲིད་ཀྱི་ཐོག་ནས་ཡང་གནད་འགག་ཆེན་པོ་དེ་ཆགས་ཀྱི་ཡོག་རེད། དཔལ་འབྱོར་གྱི་ཐོག་ནས།

ང་རང་ཚོ་བོད་མི་ཡིན་པའི་མཚོན་རྟགས་དང། བོད་མི་ཡིན་པའི་རིགས་ཀྱི་ངོ་བོའི་ཐོག་ནས་བོད་མིའི་སྒྲིག་འཛུགས་ལ་རྨོ་རྡེག་གི་ཐོག་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་ཀྱི་རྣམ་པ་འདི་གལ་ཆེ་བ་རེད། དེ་འདྲས་སོང་ཙང་ཚང་མའི་ཀྱི་གནད་དོན་འདི་ཚོ་དགོངས་པ་ལ་བཞག་བྱས། མུ་མཐུད་ནས་མཐུན་འགྱུར་གནང་ཡས་དེ་གལ་ཆེན་པོ་རེད་གནང་ཡས་གནང་གི་ཡོད་རེད་ལ་ད་དུང་ཡིན་ནས་མུ་མཐུད་གནང་རོགས་གནང་ཟེར་ཆེད་ངས་འབོད་སྐུལ་ཞུ་ཡས་ཡིན། དྲ་ངག་ལྕགས་དངུལ་ལག་དེབ་བསྡུས་འཇོག་ཐོག་ལ་ང་ཚོ་ཐ་ར་ཁྲིམས་པའི་སྐུ་ངལ་ཡོད་རེད། སྐུ་ངལ་དེ་རྣམ་པ་ཚོ་གཅིག་པོ་མ་རེད། དྲ་ངག་ལྕགས་དངུལ་ཕུལ་མཁན་གྱི་བོད་མིའི་སྒྲིག་འཛུགས་ལ་ཡང་སྐུ་ངལ་ཞིག་ཡོད་རེད།